དེ་ནི་སྤྱི་དང། འབྲེལ་བ་གྲོལ་ནས་སྐབས་སུ་ལ་ཟབ་བྱེད་དེ་པའི་གར་ཆེན་པོ་རེད་ད། དེ་ལྟ་ཡིན་ན་དེ་ནི་དང་པོ་ཡིད་ལ་ཡག་པོ་བཀུག། མགོ་ལ་འདི་དྲི་མགྱོགས་ལ་འདི་དྲི་བག་ལ་འདི་དྲི་བསམ་པ་ཞིག་གིས་བློ་ལ་ཡག་པོ་ཞིག་དང་པོ་ཁུག་ཚར་ན། དེ་ནི་འབྲེལ་བ་དྲི་ཡ་ལ་དེ་ནི་ད་ཞེ་དྲག་ཐོགས་གི་མི་འདུག་ད་སྟེང་གི་ཉམས་མྱོང་ཡིན། འདི་འདྲ་བོ་ཡིན་ན་ཉི་མ་ཟླ་ཡི་འཕྲུལ་རིག་ཁ་ཚ་ཞུ་ཡ་དེ་རེད་དེ་ནི་ད་ལྟ། དུས་ཀྱི་ལམ་རྣམ་འགྱུར་ཀུན་བྲལ་བ་ནོར་འབར་བ་སོས་དལ་ཡལ་ཏེ་ཉི་མ་བདུན་དུ་ཡང་དེ་བརྗིད་མ་ལེགས་རྒྱུ་བཏང་ཡིན་ད། མ་གཏོགས་གཙོ་བོ་དང་ཉི་མ་བདུན་ལ་བྲིས་རེད། དེ་མདུན་དུ་སོས་དལ་ད་ང་ཉམས་མྱོང་དུ་ཡོད་དུས་ད་དེ་འདྲ་རེད་ད། ཨོ་དེ་ཅི་ད་དེའི་སྟེང་ནས་ཁ་ཚ་ང་ཚོས་དེ་ནི་ཤེས་པར་དམ་བཅའ་བ་ན་ནི་ཡོད་ཤེས་པ་དམ་བཅའ་ཤེས་པ་དམ་བཅའ་དེའི་ཁ། ནང་ལོགས་ལ་དེ་ནི་རྒྱུད་བཟའ་བཏུང་གི་དབུ་མ་ཞེས་དང་རྒྱུད་བཟའི་ཚིག་གི་དབུ་མ་ཞེས་ནང་གསེས་རྣམ་པ་གཉིས་ཡོད་པའི་ནང་ནས་དེ་ནི་རྒྱུད་བཟའ་བཏུང་གི་དབུ་མ། རྒྱུད་བཟའ་བཏུང་གི་དབུ་མ་ཟེར་དེ་ཡ་དེ་ལ་དེ་ནི་གཞིའི་སྐབས་སུ་དབུ་མ་པའི་རྟགས་བདེན་གཉིས་གཙོ་བོ་ཞེས་ནི་དེ་ནི་བོད་པའི་ར་བ་དེ་དག་ཤི་ཟི་ཆུ་ཐམས་ཅད་མི་ཤེས་པ་མ་རེད་དབུ་མ་པ་གི་ཤི་ཟི་ཆུ་ཐམས་ཅད་ཤེས་དགོས་རེད། ཡིན་ནའི་རང་ངོས་ནས་དབུ་མ་མཐའ་འཁྱོལ་པ་འདྲ་བོ་ཡིན་ན་ལྟ་བ་ཐད་ལས་ཁས་ལེན་སྐུ་འདྲར་ཟེར་ཡ་དེ་ཆགས་དུ་ཡོད་ར་བ། དེ་ནི་བདེན་པ་རྣམ་པ་གཉིས་ཀའི་ངོས་ནས་རང་ལོག་གི་ཁས་ལེན་དེ་ཡོད་མ་རེད་ཡིན་ན་ཡང་གཞན་བསྡུར་བཟའ་རྒྱུད་ཀྱི་འཛིན་པ་དང་གཞན་གྱི་ལོག་རྟོག་བསུ་བར་ཟད་པ་ལ། དེ་ནི་མཇུག་འབྲས་གྲུབ་ཤིང་ནང་ནས་དེའི་ཐ་སྙད་དེ་གཉིས་ལ་དེ་ནི་འཇིག་རྟེན་རྗེས་འཇུག་ཟེར་ཡ་དེ་མིང་བཏགས་ཡོད་ར། དེ་ད་རྗེས་འཇུག་ཆ་ཚང་བཅད་གི་རེད། ལས། དབུ་མ་པ་ཟེར་ཡ་དེ་ད་ལྟ་བུ་གི་ཆ་ནས་བཤད་རེད་མ་གཏོགས་དོན་དག་འོག་ཏུ་བཟང་སྤྱོད་གསུམ་པ་ར་བ་བཟང་སྤྱོད་གསུམ་པའི་དེ་ནི་གང་ལ་གང་འདོད་དེ་ལ་དེ་གཏོང་ཟེར་ཡ་དེ་ར་བ། དེ་ཡིན་དུས་དེ་ག་རེ་ཡིན་ནས་རྗེས་འཇུག་ཟེར་གི་རེད་མ་གཏོགས་ཡས་ཡ་ལབ་མ་ཆོག་མས་ཡ་ལབ་མ་ཆོག་ཕ་ག་ཚོ་ག་ག་རེ་ཡིན་ནས་ལབ་མ་ཆོག་པའི་གནས་སྟངས་ཆགས་པ་ཡིན་ན་ཁྱད་མཚར་སྤྲང་མོ་ཆགས་འགྲོ་གི་རེད་ཁ་ཚང་གི་ངས་ཞུས་ཡིན་པ། དར་མདོ་གི་གནས་སྐབས་སུ་ལ་ཐིགས་པ་ཆེན་པོ་ཟེར་ཡ་དེ་ནམ་མཁའ་དང་འདྲ་བ་དང་ཐིགས་པ་ཆེན་པོ་ཟེར་ཡ་དེ། དེ་ནི་བསམ་གྱིས་མི་ཁྱབ་པ་ཡིན་དུས་ཕྱི་ཟིལ་ཆུ་ཐམས་ཅད་མ་ཤོང་པོ་ཡོད་མ་རེད་ཟེར་ནས་ལབ་གི་འདུག་ལབ་ཡིན་པ་དང། འོ་མ་ཤོང་པོ་མེད་པ་ཁྱེད་དེ་འདྲི་ཞིག་གི་གནས་སྟངས་ཆགས་གི་རེད་མ་གཏོགས་གོ་དོག་པོ་འདྲ་བོ་ཆགས་ནས་ཚང་མ། དེ་ནི་ཁས་མ་བླངས་ན་མ་འདེགས་བ་འདྲ་བོ་དང་ཁས་བླངས་ན་མ་འདེགས་པ་ལྟ་བུ་དེ་ནི་རྐང་རྗེས་མ་ལ་ཚེར་མང་ནང་དུ་སོང་བ་ནང་གི་ཆ་ནི་ཡག་པོ་ཡོད་མ་རེད་ཟེར་ག་ཚོད་ཞུ་ཡག་དེ་རེད་དེ་རེད་དེ་ནི་དེ་ཡིན་དུས་གཞི་བདེ་གཉིས་ཀྱི་དེ་གཙོ་བོ་ཟེར་པའི་དབང་དེ་རེད་གཞི་བདེན་པ་རྣམ་པ་གཉིས་ད་ཁ་ཚང་གཞི་བདེ་གཉིས་དེ་བཞིན་ད་བདེན་གཉིས་ཀྱི་དེ་ནི་ཅི་ཐང་དེ། བདེན་པ་རྣམ་པ་གཉིས་ཡི་གེ་རྣམ་བརྒྱ་དེ་དབུ་མི་ཁ་དཀར་བཟོ་རྟེན་དཔེ་གར་ཆེན་པོ་ཞེས་པ་བྱ་བ་དེ་ཡོད་རེད། དེའི་རྒྱུ་མཚན་ལ་བརྟེན་ནས་དེ་ནས་དབུ་མ་འཇུག་པོ་ནང་ལོག་བཀླག་ཁོ་རང་ཡང་བདེན་གཉིས་ཀྱི་རྣམ་བརྒྱ་དེ་བཟོ་པས་རྒྱས་པ་ཡོད་ད་ར། རྒྱས་པ་ཡོད་ད་ར་ད་ལྟ་འདི་དེ་ནས་རྩ་ཚིག་ནང་ལོག་ལ་དེ་འདྲ་གསལ་པོ་རང་བྱས་ནས་མི་འདུག་དེ་ནས་ད་བདེན་གྱི་རྣམ་བརྒྱ་བཤད་དུ་དགོས་པ་ད་ཆགས་ཀའོ་རེད། དེ་ཡིན་དུས་དེ་ནི་བདེན་པ་གཉིས་པོ་དེ་གཅིག་དང་ཐ་དད་ག་རེ་ཡིན་མིན་དང་བདེན་པ་གཉིས་པོའི་མཚན་ཉིད་ག་རེ་ཡིན་མིན་དེའི་སྐོར་དུ་མཇུག་འབྲས་གྲུབ་མཁན་ཇི་ལྟ་བ་བཞིན་དུ་འོག་ལ་བྲིས་ཤོག་རེད། དེ་དུས་ཁ་ཚང་དེའི་གི་སྐོར་དུ་བཤད་དེ་ཡིན་པ་བདེན་གཉིས་ཟུང་འཇུག་གི་བུ་མ་ཤེས། སྣང་ཚོར་འཇིག་རྟེན་པ་གི་སྣང་ཚོར་དེ་གཉིས་ལ་ཀུན་རྫོབ་བདེན་པ་སེམས་འཕགས་པོ་མཉམ་གཞག་གི་གཟིགས་པ་དེ་གཉིས་ལ་དོན་དམ་བདེན་པ་ཟེར་ནི་ཤེས་དགོས་རེད། དེ་རེད་མ་གཏོགས་ཆུ་ཞིག་བདེན་དངོས་ལ་གྲུབ་ནི་ཡོད་པ་མ་རེད་དེ་རེད་དེ་ཤེས། ད་དེའི་ཚ་ནས་དེ་ནས་ད་བདེན་པ་རྣམ་པ་ཉིད་གཞི་གནས་ལུགས་དེ་ག་རེ་ཡིན་པ་དེ་འདྲ་ཧ་གོ་ཚ་བོ་ཇི་ཐུག་ལ་དེ་ནས་ལམ་ཉམས་སུ་ལེན་དགོས་རེད་བ། ང་ཚོ་ཐར་པ་འདོད་པ་ག་དེ་ནི་གང་ཟག་རེད་ཐར་པ་འདོད་དགོས་དུས་ལམ་ཉམས་སུ་ལེན་དགོས་དུས་དེའི་ག་ལམ་ཉམས་སུ་ལེན་སྟངས་དེ་ཉིད་ལ་དེ་ནི་ཚོགས་གཉིས་སུ་འཇུག་ཟེར་ཡ་དེ་བཤད་རེད་བ། འདིས་ཀྱི་ཚོགས་གཉིས་ཟུང་འཇུག་ཟེར་ཡ་དེ་གཙོ་བོ་དེ་ནི་སྙིང་རྗེ་དང་སྟོང་ཉིད་རྟོགས་པའི་ཤེས་རབ་དེའི་རྣམ་པ་གཉིས་པོ་དེ་ཆགས་དུ་ཡོད་རེད། དེའི་རྣམ་པ་གཉིས་པོ་གྱི་སྐོར་དེ་སྟོང་ཉིད་རྟོགས་བོ་གཏན་ལ་འབེབས་སྟངས་སྐོར་དེ་ནི་དབུ་མ་གཞུང་གི་གཏན་ས་གཙོ་བོ་རེད། དབུ་མ་ཤེས་རབ་ལ་འཇུག་པའི་ནང་ལོགས་ནས་ཡང་གཙོ་བོ་དེ་རེད་དེ་འདྲ་ཡིན་པ་སོང་ཙང་འདི་ན་ནི་ཞེས་ད་གང་ལ་གང་ཚང་ཡོང་གི་རེད་ཞེས་སྐྲ་སེ་ནའི་སྒྲིག་གོག་རེད། དེ་ནས་ད་ག་ནང་བཞིན་སྙིང་རྗེ་གྱི་དབྱེ་བ་དང་སྙིང་རྗེ་གྱི་ངོ་བོ་དང་སྙིང་རྗེ་གྱི་དགོས་ཆེད་ཀྱི་སྐོར་དེ་ཚོ་འཇུག་པ་རང་འགྲེལ་ན་ནི་གང་ཡོད་པ་དེ་ཚོ་ངའི་འོག་ལ་བྲིས་ཤིག་ཡོད་གཙོ་བོ་དང།

དེ་ནས་རྫུན་སྣང་ཙམ་མ་གཏོགས་པ་གི་བདེན་དངོས་སུ་གྲུབ་པ་མེད་པར་དེའི་གི་སྐད་ཅིག་རེ་ཀུན་རྫོབ་ཀྱི་ཆོས་འདི་དག་ཐམས་ཅད་དེ་ཞེས་དོན་དམ་གི་གནས་སྐབས་སུ་ལ་དོན་ནི་སྤྲུལ་པ་ཀུན་གྲོལ་ཡིན་པ་ཞེས་དེས་ཟེར་བ་རེད་ད། འདི་ང་ཚོས་ཀུན་རྫོབ་ཐ་སྙད་ཙམ་དེ་རྫུན་སྣང་ཙམ་མ་གཏོགས་བདེན་དངོས་སུ་ཡོད་མ་རེད་ཟེར་ཡ་དེ་དེ་ཀུན་རྫོབ་བདེན་པའི་གནས་ཚོར་རེད་ད་ཀུན་རྫོབ་བདེན་པའི་གནས་ཚོར་རེད་མ་གཏོགས་ཡང་ང་ཚོས་དེ་ནི་མཚམས་མཚམས་གྲུབ་མཐའ་སོ་སོའི་གི་བདེན་གཉིས་ཀྱི་འདོད་སྟངས་དེ་སོགས་མ་འདྲ་བ་སྐད་ཆ་བཤད་ཡོང་པའི་གནས་སྐབས་སུ་ལ་གཅིག་མཚམས་མཚམས་དེ་ནི་བདེན་པ་ཁོ་རང་གི་ངོ་བོ་དེ་དེ་ནི་དངོས་གནས་གནས་སྟངས་དེ་ག་རེ་ཡིན་པ་ཧ་མི་གོ་ནས་དབུ་མ་པས་བདེན་པ་གཉིས་རྣམ་གཞག་བཤད་ཡོང་དུས་ཁོའི་གི་འདོད་སྟངས་རེད་སེམས་སང་འདྲ་བོ་ཞིག་གྲུབ་མཐའི་འདོད་པ་རེད་སེམས་སང་འདྲ་བོ་ཞིག་ཨ་འདྲ་དོ་བ

ཀུན་རྫོབ་བདེན་པའི་གནས་ཚོར་རེད་ད་ཁོ་རང་ལ་གནས་ཚོར་ལ་དེ་མ་གཏོགས་ཡོད་མ་རེད་དེ་རེད། དེ་ནི་དོན་དམ་བདེན་པའི་གནས་སྐབས་སོགས་ལ་ད་མཐའ་བཞི་སྤྲུལ་པ་དང་བྲལ་བ་རང་བཞིན་རེད་ཟེར་ཏེ་དེ་ཡང་དོན་དམ་བདེན་པའི་གནས་ཚོར་རེད་ད། ཁོ་རང་གི་གནས་སྟངས་གང་ཡིན་པ་དེ་བཤད་རེད་མ་གཏོགས། དེ་ནི་དངོས་ཡོད་གནས་ཚོར་དེ་དེ་རེད་དོན་རེད་མ་གཏོགས་ཡང་དབུ་མ་པ་གི་གྲུབ་མཐའི་འདོད་པ་ཟེར་ཏེ་སྒེར་གྱི་འདོད་ཚོར་ཙམ་ཞིག་ཆགས་ཀའོ་མ་རེད། ག་སྲིད་སྒེར་གྱི་འདོད་ཚོར་ཙམ་ཞིག་ཆགས་དེ་ཡོད་ན་དེ་ཡང་འདྲ་མི་འདྲ་ཡང་ན་ནི་དངོས་གནས་ཡིན་གྱི་རེད་ཡང་ན་ནི་ཀུན་བཏགས་ཟེར་ཡ་དེ་ལ་འཇོག་འགྲོ་དགོས་རེད་བ། དེ་མ་རེད་ད་འདི་གི་དེ་ནི་སྤྲུལ་པ་དང་བྲལ་བ་རང་བཞིན་རེད་ཞེས་སྤྲུལ་པ་དང་བྲལ་བ་རང་བཞིན་ཆགས་འགྲོ་ཡག་པོ་སྟེ། འདི་དེ་ནི་མངོན་སུམ་དང་བརྗིད་པ་གཉིས་ཀྱི་སྒོ་ནས་ཤེས་རེད་བ། མངོན་སུམ་དང་བརྗིད་པ་གཉིས་ཀྱི་སྒོ་ནས་ཤེས་རེད། འདིའི་ཆོས་ཐམས་ཅད་སྤྲུལ་པ་དང་བྲལ་བ་ཡིན་པ་དེ་དེ་ནི་མངོན་སུམ་དུ་ཤེས་ཡག་སྟེ་སྟོང་ཉིད་རྟོགས་པའི་སྐབས་སུ་ཤེས་རོགས། སྟོང་ཉིད་མངོན་སུམ་དུ་རྟོགས་ཡོང་པོ་ནས་སྐབས་སུ་ལ་བདེན་དངོས་ཀྱི་ཆོས་ཤིག་རྩ་བ་ཉིད་ནས་རྙེད་དགོས་བ་མ་རེད་རྙེད་རོགས་བྱེད་དགོས་བ་མ་རེད་དེ་རེད་ད། དེ་འདྲ་རེད་དེ་ནས་མངོན་སུམ་དུ་དེའི་འཐུང་ངོ་རེད་ད་བགྱིས་པ་དེ་ཉིད་ལ་ལོང་དང་རིག་པ་གཉིས་ཀྱི་སྒོ་ནས་བགྱིས་སུ་ལེན་པར་ར་དེ་ནས་ལོང་ཟེར་དུས་དེ་མཐོང་སྙོགས་གིན་ཁོ་རང་ཚོས་མངོན་སུམ་དུ་མཐོང་སྙོགས་གིན་གང་ཟག་དེ་སུས་གི་ཤེས་བཞག་པ་ལ་ཡིད་ཆེས་བྱེད་ཡ་དེ་རེད་བ་འདི་འདྲི་འདུག་འདི་འདྲི་འདུག་ཟེར་ནས་དེ་རེད་ལག་པར་འདོད་དེ་ད་ལྟ་འདི་གི་དེ་ནས་ལྟ་བ་གི་སྤྲུལ་པ་སྤྱོད་པ་དེ་ཚོ་ལ་རིག་པ་གི་བལྟས་ཚེ་ཡག་པོ་འདྲ་ཆགས་གི་འདུག་བ། ཡག་ཅག་རེད་དེ་རེད་མ་གཏོགས་པ་གི་དངོས་གནས་དགོངས་པའི་ཉམས་སུ་ལེན་པའི་གནས་སྐབས་སུ་ལ་རིག་པ་གི་གང་ཡང་འབྱུང་གི་མ་རེད་དེ་རེད་ད། དེ་ནས་དཔེར་ན་ད་ལྟ་ས་གསུམ་པའི་གནས་སྐབས་སོགས་ལ་དེ་ནས་རྗེས་ཐོབ་ལ་ཟངས་ཀྱི་མདོག་ལྟ་བས་ནས་ཅིག་ཤར་ཡག་ཡོད་རེད་ཟེར་ནས་འཇུག་པ་ན་ནི་ཀོ་ར་རྩ་བ་གི་ན་ནི་དངོས་སུ་བྲིས་འདུག་པ་དེ་རེད། ཡིན་ན་ཡང་དེ་དེ་འདྲ་ཤར་ཏེ་ཟེར་སྒྲིག་པ་ཞིག་ཀོ་ད་ཅི་ག་ཀོ་ཡང་ཡོད་མ་རེད་དེ་རེད། ཁོ་ཁེན་ཚ་སྤྲང་མོ་ཆགས་དུ་ཡོད་རེད་ཁོ་དེ་ཡང་དེ་གི་སོ་སོའི་སེམས་ཀྱི་ཚོར་སྣང་འདྲ་སེམས་སྣང་འདྲ་རེད་དོ། དེ་ཡིན་དུས་དེ་ཚོ་ནི་ནི་མང་ཆེ་བ་ཁོ་རང་ཚོ་དེ་འདྲ་ཉམས་སུ་མྱོང་མྱོང་མཁན་གི་དེ་ནི་ཉམས་མྱོང་ཡོད་པ་གང་ཟག་དེ་ཚོ་གི་ལོང་གི་རྗེས་སུ་ད་ད་འབྲང་ཡ་རེད་བ་དེ་རྗེས་དེ་རྗེས་ཀྱི་སྒོ་ནས་རྗེས་དཔག་གི་སྒོ་ནས་རྟོགས་ཡ་རེད་ད་དེ་འདྲ་ཉམས་མྱོང་ནང་ནས་གཙང་མ་ཕུན་སུམ་ཚོགས་པ་ཡོད་བསྡད་མཁན་དེ་སངས་རྒྱས་གཅིག་པུ་རེད་ཡོངས་རྫོགས་གི་ད་ཉམས་མྱོང་ཕུན་སུམ་ཚོགས་པ་མཐར་ཐུག་པ་ཡོད་བསྡད་པ་དེ་སངས་རྒྱས་གཅིག་པུ་རེད། ད་ལྟ་དཔེ་ཆ་ནང་ནས་ནི་གང་མཐོང་མ་སོང་སྔོན་མ་ང་ཚོ་ལ་དཔེ་ཆ་འཁྲིད་པའི་གནས་སྐབས་སུ་ལ་དགེ་རྒན་གྱིས་གསུངས་དུས་དེ་ནི་བྱམས་ཆོས་སྡེ་ལྔ་གསུང་མཁན་དེ་རྒྱལ་ཚབ་ཟམ་པ་མགོན་པོ་རོ་རྒྱལ་ཚབ་ཟམ་པ་མགོན་པོས་དེ་ནི་ས་སྤྱོད་པ་སུན་ཕྱུར་དེ་མངོན་སུམ་དུ་སོང་ཡིན་གསུངས་རེད་ཟེར། གང་ཞེ་ན་ཁོང་ས་སྤྱོད་རྒྱུན་ཐག་ལས་བཞུགས་པ་རག་ཚ་མ་ཧ་གོ་གོ་རེད་ས་སྤྱོད་པ་སུན་ཕྱུར་དེ་དེ་ནི་མངོན་སུམ་དུ་བཤད་པ་ཡིན་ཟེར། དེ་ནས་ས་སྐྱེ་བ་ཡན་ཆུ་ཟེར་ནས་ཡན་དང་ཅུང་སྐྱེས་ཀུན་ཏུ་འུག་གི་ས་ཟེར་ཡ་དེ་རྗིས་དཔག་གི་སྒོ་ནས་བཤད་པ་ཡིན། གང་ཟེར་དུས་སངས་རྒྱས་ཀྱི་གསུང་ལ་བརྟེན་ནས་རྗིས་སུ་དཔག་མ་ཐོབ་པ་ཀྱི་རང་ཉིད་ཀྱི་སངས་རྒྱས་ཀྱི་དགོངས་པ་མ་ཐོབ་པ་རྒྱུ་མཚན་ལ་བརྟེན་ནས་དེ་མངོན་སུམ་དུ་བཤད་ཐུབ་པ་ཡོད་མ་རེད་ཟེར་ནས་བཤད་ཀྱི་རེད་འོ་ད་དེ་འདྲ་བཤད་སྲོལ་ཡོད་ད་དེ་ཡིན་དུས་ད་ཁྱོད་ཐམས་ཅད་མངོན་སུམ་དུ་ཟིན་ནས་བཤད་ཐུབ་མཁན་དེ་སངས་རྒྱས་གཅིག་པུ་རེད

ཞིག་ཐུག་མ་རེད་ད་དེ་ཚོའི་སྐོར་དུ་སོ་ངས་འདི་ཞབས་དེ་ཉིད་ལ་བྲིས་ཤིག་ཡོད་དེ་ནི་ད་ལྟ་ལས་རེག་པ་བཏང་ནས་སྟོང་ཉིད་མངོན་སུམ་དུ་རྟོགས་ཐུག་གི་མ་རེད་ཟེར་བསྡད་ཡ་དེ་དེ་ནི་སོགས་ཀྱི་གླང་པོའི་མཚན་མ་མདོ་ཡི་གི་མགྱོགས་དེ་ཉིད་ལ་བྲིས་ཤིག་ཡོད་ད་ར་དེ་ནི་དེ་མའི་མཚན་མ་སྡེབ་དོན་ནང་ན་ཡོད་པ་རེད་ཟེར་བ་ཞིག་གོ་མྱོང་མེད་ངས་ད་ཆ་ཙམ་བལྟ་མྱོང་མེད་དེ་ཡིན་ན་ཡང་ད་ལྟ་དེ་དབུ་མ་རུ་ཆེན་སྒྲོན་མེའི་ནང་ལོགས་ལ་དེ་ནི་ད།

དེ་ཡང་རིག་པ་དེ་གཉིས་ལ་ང་ཚོས་ཐ་སྙད་གཅོད་ཚུལ་གྱི་རིག་པ་དང་དོ་སྣང་གཅོད་ཚུལ་གྱི་རིག་པ་གཉིས་ཟེར་དུས། ད་ལྟ་དེ་ནི་མཚན་སྨོད་ཀྱི་གཞུང་དུ་བཟུང་ནས་ནི་ཤེས་བདེ་ཡག་དང་ཐ་སྙད་གཅོད་ཚུལ་གྱི་རིག་པ་ར་བ་གཙོ་བོ་ཐ་སྙད་སྟེང་ནས་འབེབས་ཚུལ་གྱི་རིག་པ་གཙོར་འདོན་བྱེད་ཀྱི་ཡོད་རེད། དེ་ནི་དབུ་མའི་གཞུང་དུ་བཟུང་ནས་རིག་པ་སྟེ་ཤེས་བདེ་ཡག་དེ་དག་ཚང་མ་དང་ཚང་མ་ཟེར་ན་ཕ་ཆེན་འགྲིག་ལ་ལ་ནི་རེད་ཕར་མོ་ཅེས་ཏེ་བརྒྱ་ཆ་མང་ཆེ་བ་དེ་དོན་དམ་སྟེང་ནས་འབེབས་ཚུལ་གྱི་རིག་པ་རང་རེད་དེ་རེད་དེ་གི་རིག་པ་དེ་ཚོ་གི་སྐོར་དེ་ཚོ་ཐམས་ཅད་ང་ཚོ་འོག་ནས་ཡོང་གི་ཡོད་ད་དེ་འདྲ་རྣམ་པ་གཉིས་སྒོ་ནས་དེ་ནས་ཆོས་ཐམས་ཅད་ཀྱི་གནས་ལུགས་སྤྲུལ་བ་དང་བྲལ་བ་རེད་ཟེར་ཡ་དེ་མངོན་སུམ་དུ་མཐོང་བ་ཞིག་དང་བརྗིད་ཐོབ་ཀྱི་བརྗིད་བག་གི་སྒོ་ནས་ཤེས་པ་ཞིག་གཉིས་ཀྱི་སྒོ་ནས་གཏན་ལ་འབེབས་དུས་དེ་ནས་ཆོས་ཐམས་ཅད་ཀྱི་གནས་ཚུལ་དེ་འདྲ་ཡིན་རེད་ཡིན་པ་དེ་ཧ་གོ་བ་ཞིག་ཆགས་ཀྱི་ཡོད་རེད་དེ་དུས་གང་ལྟར་བདེན་གཉིས་ཀྱི་གནས་སྟངས་འདི་འདྲ་རེད་ཟེར་བཤད་ཡ་ཞིག་གདའ་བ་དེ་བདེན་པ་གཉིས་པོའི་གནས་ཚུལ་ག་རེ་ཡིན་པ་དེ་ཡིན་པ་ཧ་གོ་དགོས་རེད་མ་གཏོགས་ཡང་གྲུབ་མཐའ་འདོད་པ་ཙམ་ཞིག་ཡིན་པ་ཧ་གོ་ན་འགྲིག་གི་འོ་མ་རེད་ཞེས་ཡང་དེ་ལྟའི་ཡིད་ལ་ཡག་པོ་ཟུང་ཟིང་ཞུ་ཡག་ཡིན་དེ་རེད་བདེན་གཉིས་དྲིལ་རིག་ལུགས་དེ་དག་ཞིག་ནི། ཀུན་རྫོབ་མིང་ཙམ་པ་ཆོས་སུ་ཁོང་དུ་ཆུད་དེ་ཟེར་ཏེ་ད་ཀུན་རྫོབ་དེ་ཉིད་ལ་དེ་ནས་སྤྱིར་དོན་དམ་དཔྱོད་ཚུལ་གྱི་རིག་པ་ག་དག་སྐྱེ་སྲིད་ཡིན་པ་ནི་སྐབས་སོ་ལ་ཡང་ད་རྙེད་ཀྱི་ཡོད་མ་རེད་དེ་ནས་འཇུག་པ་ནང་ལོགས་ནས་སོང་ནས་ཐ་སྙད་ཀུན་རྫོབ་བདེན་པ་གཏན་ལ་འབེབས་པ་གནས་སྐབས་སུ་ལ་འཇིག་རྟེན་གཅིག་རྒྱུ་གཅིག་ཤོས་ལ་འདུག་ཨ།

དཔེ་འཇོག་པའི་གནས་སྐབས་སུ་ལ་དཔེ་འཇོག་སུ་གང་ཟག་དེའི་བློ་ངོ་ལ་དེ་ཏག་ཏག་ཡོད་ན་དེ་འགྲིག་གོ་རེད་ད། མ་རྟོགས་པ་ག་ང་ཚོ་ཚད་མི་ནང་ནས་ཁྱབ་མཐའ་ཟེར་བ་འདྲ་བོ་ཤི་བཟའ་ལ་ཚང་མ་ལ་ཁྱབ་དགོས་གོ་མ་རེད་ཁོ་ཁྱབ་མཐའ་ཡོད་དགོས་མ་རེད་དཔེ་འཇོག་ས་དེ་ཁོ་རང་གི་ངོ་ལ་དེའི་གི་དོན་དག་དེ་གསལ་པོ་གཏོང་ཐུབ་ཟིན་ཞིག་གི་ཆུ་ཞིག་ཡིན་ན་དེ་དཔེ་དེ་ཏག་ཏག་འགྲིག་ཟེར་བ་རེད། དེ་འདྲའི་རྒྱུ་མཚན་ལ་བརྟེན་ནས་སངས་རྒྱས་ཀྱི་སྔ་མོ་རི་བོང་ལ་དེ་ནི་རྭ་ཅོ་ཡོད་མ་རེད་ཟེར་བཤད་ཡ་དེ། ཁོང་གི་ཆུ་འགོར་སྐོར་དེ་སུ་ཉེ་བོ་བསྡུར་ས་དེ་སུ་གང་ཟག་གི་ངོ་ལ་རི་བོང་རྭ་མེད་ཞིག་ནང་དུ་ཡོད་རེད་བ། དེའི་རྒྱུ་མཚན་ལ་བརྟེན་ནས་རི་བོང་ག་ད་ནི་རྭ་ཡོད་མ་རེད་སུ་བཤད་རེད་བ། རྒྱ་གར་དང་བལ་ཡུལ་ལ་ཡོད་བསྡད་པའི་སའི་རི་དེ་སུ་ལ་རྭ་བཅད་མ་གཏོགས་མི་འདུག་བ་དེའི་རྒྱུ་མཚན་ལ་བརྟེན་ནས་སའི་རི་རྭ་ལྟ་བུ་ཞིག་རྭ་བཅད་ས་རེད་ཨ་ཕི་རི་ཀ་ག་སའི་རི་དེ་སུ་འདྲ་བོ་ཡིན་ན་མང་ཆེ་བ་ལ་རྭ་ཆེ་ཆུང་འདྲ་གཉིས་ཐོན་པ་འདུག་བ་གོ་དེ་རྭ་གཉིས་ཐོན་པ་ཡོད་རེད། ཡིན་ན་ཡང་འཛམ་བུའི་གླིང་གི་སྟེང་ལ་སའི་རི་གི་རྭ་ལ་ག་ཚད་ཡོད་མེད་ཀྱི་སྐད་ཆ་ཡོད་མ་རེད་གཅིག་སུན་གཟིགས་དེ་གཉིས་ལ་ཉེ་བུ་དུར་ས་རྒྱ་གར་བ་དེ་ཚོའི་སྣང་ངོ་ལ། དེ་ནས་ར་སྐྱེགས་ཀྱི་གསེར་རི་ར་ལབ་ཁྱོག་དུ་གཅིག་མ་གཏོགས་མེད་པ་ཞིག་གོ་ཐུབ་བོ་ཡོད་རེད་དེ་ཏག་ཏག་འགྲེང་ཐུབ་བ་རེད། དེ་ག་ནང་བཞིན་གྱི་དེ་ནི། ད་ལྟ་རོང་གི་ར་མི་ཟེར་ཡ་དེ་ཡང་རྒྱ་གར་བ་གི་ངོ་དཀར་དེ་ནི་ལ་སྐབས་དེ་དུས་རོང་ཡིན་ན་ར་མི་ཡིན་པའི་ཁྱ་བ་གི་བློ་གི་འཛིན་སྟངས་ཞིག་ཡོད་རེད་དེ་ག་རང་གི་འགྲིག་ཚར་རེད་སངས་རྒྱས་ཀྱི་དཔེ་བཀོད་པའི་གནས་སྐབས་སུ་ལ་ཁྱོད་རང་ཚོའི་བློ་ངོ་དེ་ནི་ལ་རོང་ཡིན་ན་ར་མི་ཡོད་པའི་ཁྱ་བ་ཞིག་གི་འཛིན་སྟངས་ཞིག་འདུག་བ་འོ་དེ་ནང་བཞིན་དེ་ནི་བདེན་པ་ཡོད་མ་རེད་སོ

དངོས་པོའི་ཆོས་ཞིག་ཡོད་མ་རེད་བལྟས་ནས་ཡིན་ན་ཡང་དེ་ནས་ང་ཚོས་རྨི་ལམ་གལ་ཆེ་བཤད་པའི་གནས་སྐབས་སུ་ལ་ཐ་སྙད་དེ་ཚོ་ཚང་མ་བཏགས་ནས་དེ་ནས་མདངས་དེ་ནས་ཡས་རྨི་ལམ་བཏང་སོང་མས་རྨི་ལམ་བཏང་སོང་རྨི་ལམ་དེ་དེ་ནས་མདོག་དེ་འདྲ་འདུག་བཟོ་ལྟ་དེ་འདྲ་འདུག་དབྱིབས་དེ་འདྲ་འདུག་ད་ནས་ཟེར་ནས་ཆ་ཚང་དེ་ནས་ལེགས་ཉེས་དང་བཅས་པ་ཆ་ཚང་བཤད་ཡ་ཡོད་ད་ར་ང་ཚོས་བཤད་གི་ཡོད་བལྟས་ད་མི་ཡིས་བཤད་གི་ཡོད་ད་དེ་ནང་བཞིན་བྱས་འདུག

དེ་ལྟར་བཤད་བསྡད་པའི་གནས་སྐབས་སུ་ལ་ཉེན་ཁ་གང་ཡང་མི་འདུག་བ་ཅོ་ང་རང་ཚོང་བའི་ས་ཡ་དེ་ས་གོ་ཡི་གི་རོ་མ་གཏོགས་པ་གི་ཁོ་ཚོ་ལ་གང་གང་བྱེད་གི་མི་འདུག་དེ་རེད་ད། དེ་མ་གཏོགས་པ་གི་ཡང་དེ་འདྲ་དཔེ་ཆ་བལྟ་མ་མྱོང་བའི་མི་དེ་ཚོ་ལ་དེ་འདྲ་བོ་རྩ་བ་ཉིད་ནས་ཁ་ལ་དོན་ཡང་མི་འདུག་ད། རྩ་བ་ཉིད་ནས་དོན་ཡང་མི་འདུག་དེ་ནི། ཨེ། ངས་མ་བཤད་ལ་དེ་ནི་ད་ལྟ་རྒྱ་གཟབ་རྣམས་སང་ལ་བསྡད་འདུག་གི་བཤད་སྒྲུབ་ཡོང་དུས་ཟེར་བ་ཡོད་རེད་དེ་གི་སྐོར་ར་རྒྱག་ལ་ཅེག་འགྲོ་ལབ་སོང།

ཁོས་བསམ་ཚེ་ངས་ཅིག་ཤེས་གི་རེད་ཡིན་བསམ་དུ་དེ་འདྲའི་སྐྱེ་ཚེ་སྔ་ཚོད་ལས་རྒྱུ་འབྲས་མེད་པའི་ལྟ་ལོག་སྐད་ཆ་འདི་བཤད་གི་རེད་ཁུ་དྲེད་ཡོད་ས་མ་རེད་བ། དེ་འདྲའི་ཞིག་ནས་དེ་ནས་སྐད་ཆ་ཁེ་ཚ་ཤེས་འགྲོ། དེ་ནས་ང་ཚོས་དེ་ནས་དེ་འདྲ་བལྟས་སམ་དྲ་བ་དེ་ཚོ་ལ་ཡང་དེ་ནས་སངས་རྒྱས་ཀྱི་དགོངས་པ་ཐོབ་ཚར་བའི་གནས་སྐབས་སུ་ལས་ཤི་ཟིག་ཤུགས་དེ་དག་ཐོབ་ཀྱི་སྣང་གི་མ་རེད་ཟིག་བཤད་ད་ཁོ་ཚོ་ཧོན་ཧོན་ཐོག་འགྲོ་གི་འདུག།

རྒྱུ་མ་རེག་པར་སྒྲིབ་པ་ཡོངས་རྫོགས་སྤང་ཚར་བའི་རྗེས་ཐོག་ལ་དེ་ནི་སངས་རྒྱས་ལ་རྩ་བ་ཉིད་འདི་འདི་ཚོ་སྣང་གི་མ་རེད་གསུངས་དེ་བཤད་འདུག་ཆགས་ས་ནི་དེ་ཆགས་འོག་རེད། ད་ཆུང་ས་ནི་ཆགས་པ་ནས་སྐབས་སུ་ལ་ད་ང་ཚོ་ཆུང་ཆུང་ཟེར་དུས་སྐྱེ་བ་བརྒྱད་འགྲོ་རུ་བ། སྐྱེ་བ་བརྒྱད་འགྲོ་དུས་ང་ཚོ་སྣང་བ་ཚང་མ་ལྡོག་འགྲོ་གི་རེད་སྣང་བ་ཚང་མ་ལྡོག་འགྲོ། ད་དེ་ནས་སྐབས་སུ་ལ་ང་ཚོ་ལ་དང་པོ་སེམས་ཀྱི་དབང་ལ་བརྟེན་ནས་ལུས་གྲུབ་ལུས་ཀྱི་དབང་ལ་བརྟེན་ནས་སྲོད་ཀྱི་ཡུལ་ལྗོངས་དུ་གྲོ་སྣང་འདུག་རུ་བ། ད་ལྟ་དེ་ནི་མདོ་ནང་ལོགས་ལ་ཆོས་ཐམས་ཅད་སེམས་ཙམ་མོ་རེད་ཟེར་བ་མ་གཏོགས་ཡོད་མ་རེད་དེ་ནི་ཡེ་ནས་ཡང་སྔགས་ཀྱི་བླ་མེད་ཀྱི་གནས་སྐབས་སུ་ལ་ཇི་ལྟར་སྣང་སྟངས་བཤད་དུས་དང་པོ་སེམས་ཀྱི་བག་ཆགས་བརྟེན་ནས་ལུས་སྣང་ལུས་ཀྱི་རྩ་རླུང་དེ་ཚུལ་གྱི་ཐིག་ལེ་ལ་བརྟེན་ནས་དེ་ནི་སྲོད་ཀྱི་ཡུལ་དུ་སུ་སྣང་འགྲོ་གི་རེད་ལབ་མདོག་དེ་སྣང་འགྲོ་གི་རེད་དེ་འདྲ་ཅིག་སྣང་འགྲོ་གི་རེད་ད་དེ་སྣང་འགྲོ་དེ་སང་ཉིན་ང་ཤི་ཡོང་པའི་གནས་སྐབས་སུ་ལ་ལུས་སྦྱོར་འགྲོ་ར་ལུས་མིད་འགྲོ་ར་ལུས་གཞོག་འགྲོ་ར་ལུས་གཞོག་ཞུ་བའི་གནས་སྐབས་སུ་དེ་ནི་ང་ཚོ་སྣང་བ་ལྡོག་འགྲོ་གི་རེད་དེ་རེད། འདི་གི་སྣང་བ་ལྡོག་དང་པོའི་གནས་སྐབས་སུ་ལ་ང་ཚོ་ལ་སྣང་བ་བལྟས་ཚེ་ཤར་གི་རེད། འདིའི་ཀ་བ་དང་ཁང་པ་དང་ཁྱེད་ཚོ་བཅས་ཤི་བོ་དབང་དུ་བསམ་བློ་དོན་ཚན་གྱི་བཤད་སྒྲ་ད་ལྟ་ད་ད་ལྟ་ཡི་གསལ་ཡིན་དང་ཡང་རྗེས་མ་གྲྭ་བ་ལོག་ལེན་འདྲ་བོ་དང་ཚང་མ་རེད་ཚ་ཤི་དུས་ལྟར་འགྲོ་གི་ཡོད་མེད་ཧ་མི་གོ་ད་ད་ཁྱེད་ཚོ་བཅས་ཤི་བོ་དབང་དུ་བསམ་བློ་དང་ལམ་སང་བཤད་སྒྲ་ལ་ཡོང་གི་རེད་ཞེན་ཆགས་ཀྱི་དབང་གི་རྣམ་ཤེས་དེ་དེའི་གནས་སྐབས་སུ་ལ་མཐོང་གི་རེད་ཡིན་ནའི་ཡང་ཁོ་སྣང་གཟིགས་ཀྱི་རྒྱུ་ཁོ་རང་དངོས་གནས་དུ་ལུས་ཡིན་ལུས་དྲ་ནས་རག་པ་དང་བོར་ཚ་ནས་ཁྲ་བ་མ་གཏོགས་མེད་ཡིན་དུས་འདི་གི་ཁང་པ་དེ་ཚོ་སྒོ་བསྲེག་སྒོ་ཡག་དེ་ཚོ་ཆུང་ནས་ཡོད་མ་རེད་ཀོ།

ཚང་མ་འགྲོ་ཚར་ཡོད་མ་རེད་དེ་འདྲ་བྱས་ན་དོགས་འགྲོ་བོ་རེད། ཡིན་ནའི་ད་ང་ཚོས་དེ་དངོས་ཡོད་གནས་ཚུལ་དེ་འདྲ་ཆགས་དེ་རུང་རྨྱི་ལམ་དང་གཅིག་པ་གཅིག་རྐྱང་ཟེར་ན་དེ་ནས་རྗེས་མ་ལས་བཟང་ངན་ལ་བལྟས་ནས་ག་ཚད་ལས་ཡག་པོ་ཡོད་པའི་དབང་དུ་བསམ་མནོ་བཏང་བ་ཡིན་ན་དེ་ནས་ཡར་ལྷ་ཡོད་ལས་སྐྱེས་འགྲོ་དུས་ཀྱི་སྣང་བ་མ་གཏོགས་ཡང་ང་ཚོའི་སྣང་བ་དེ་ཚོ་ཚང་མ་དོགས་འགྲོ་བོ་རེད།

ཆ་ཚང་མ་ནང་དེའི་སྐོར་དེ་ནི་དཀོན་པར་སྐྱོན་ཆོས་གོ་ནང་དེར་ལོག་རྒྱུ་དངོས་སུ་བྲིས་ཤིག་ཡོད་རྩ་བ་ནས་མ་སྣང་བ་བྲིས་ཡོད་འོ་དེ་འདྲས་ཟེར་ནས་ཁྱོད་ནི་སྣང་ང་མ་རེད་གོ་གང་ཟེར་ན་མཚན་དགུ་འཁྲུ་སྣང་མ་གཏོགས་ཡོད་མ་རེད་བདེན་པ་ཡོད་མ་ར་ཀུན་རྫོབ་མན་གཙང་པོ་ཕྱིས་སུ་གོང་དུ་བཅུག་བདེན་ལགས་དོ་ཀུན་རྫོབ་བདེན་དངོས་ཞིག་ཡོད་མ་རེད་ད་ད་ལྟ་ང་ཚོའི་མཚན་དགུ་བག་ཆགས་དང་ཚོར་མེད་ལུས་དེ་ཁྲག་པོ་གདུལ་བྱའི་ཆགས་ཡིན་དུ་དོན་འདི་སོགས་ཡོད་ར།

དེ་ནས་དད་པ་སྐྱེ་བའི་དབང་དུ་བྱས་ན་བརྫུན་མ། དེ་ནས་སྙིང་རྗེ་སྐྱེ་བའི་དབང་དུ་བྱས་ན་བརྫུན་མ། དེ་ནས་ཞེ་སྡང་སྐྱེ་བའི་དབང་དུ་བྱས་ན་བརྫུན་མ། ཚང་མ་བརྫུན་མ་མ་གཏོགས་ཡོད་མ་རེད་ཤི། ད་ལྟ་ས་སྐྱའི་སྨོན་ལམ་ནང་ནས་བརྩེ་དུང་ངོ་བོ་སྟོང་སྟོང་རྒྱན་པར་ཤར་ལ་འདུག་བ། སེམས་ཅན་ལ་བརྩེ་བའི་འཁོར་ལོ་སྙིང་རྗེ་ཆེན་པོ་དེ་ཡང་སྟོང་པ་ལ་མཐོང་རེད་ལ་འདུག་བ།

ཅེས་རྫུན་མ་འདྲ་བོ་ཞིག་མཐོང་འགྲོ་གི་རེད་ལབ་གི་འདུག་ཨ། འོ་དེ་འདྲ་ཆགས་འགྲོ་གི་རེད་དེ་འདྲའི་ཆོས་ཐམས་ཅད་སྐྱེ་སོགས་དང་བྲལ་བ་ཟད་ཟེར། དེ་རྫུན་མ་ཡིན་ན་སྐྱེ་བ་ཡོད་མ་རེད་བ། རྫུན་མ་རེད་སྐྱེ་བ་ཡོད་མ་རེད་ང་ཚོས་རྨི་ལམ་གྱི་སྐབས་སུ་རྫུན་མ་རེད་ལབ་ར་གང་ཞིག་ན་སྐྱེ་བ་ཡོད་མ་རེད་དེ་རེད་དེ་ནི་སོགས་སོགས་ཁོག་ན་ན་འདི་དང་དང་པོ་སྐྱེ་བ་མེད་པའི་རྒྱུ་མཚན་ལ་བརྟེན་ནས་བར་དུ་གནས་པ་ཡོད་མ་རེད། སྐྱེ་བ་དང་གནས་པ་མེད་པའི་རྒྱུ་མཚན་ལ་བརྟེན་ནས་མཐར་འགག་འགྲོ་ཡ་ཡོད་མ་རེད་བ་སྐྱེ་འགག་གནས་གསུམ་དང་བྲལ་བ་ཟེར་ཡ་དེ་རེད་དེ་དང་བྲལ་བ་ཟད།

དེའི་ནང་ལོགས་ནས་ང་ཚོས་ད་ལྟ་འོག་ནས་བཤད་མཁན་རེད་དེ་ནི་ལའི་རྒྱུ་འབྲས་སུ་བཤད་ཡ་ཡོད་རེད་བ། ལའི་རྒྱུ་འབྲས་སུ་བཤད་བསྡད་ཡ་དེ་གི་ལས་འབྲས་ཟེར་ཡ་དེ་འཇིག་རྟེན་གྱི་མཐོང་བ་རེད་ལབ་འདུག་འཇིག་རྟེན་པའི་ཉམས་མྱོང། ང་ཚོས་འཇིག་རྟེན་པ་རྣམས་ལ་ལས་དགེ་བ་བསད་དེ་གི་འབྲས་བུ་བདེ་བ་མྱོང་ལས་མི་དགེ་བ་བསད་འབྲས་བུ་སྡུག་བསྔལ་མྱོང་འདོད་དེ་འཇིག་རྟེན་པའི་མྱོང་བ་རེད་ལབ་འདུག་ཞྭ་དམར་ཁྱོད་མ་རེད་ད་ཞྭ་དམར་དཀོན་མཆོག་ཡན་ལག་གི་ཐུན་བཞི་གི་དམིགས་ཟིན་ཞིག་ཡོད་རེད་དེའི་ནང་ལོགས་ལ་དུ་འདྲ་བྲིས་ཤིག་འདུག་མ་གཏོགས་འཕགས་པ་ནང་ངོ་ལ་བསམ་མནོ་བཏང་བ་ཡིན་ན་རྒྱུ་དང་འབྲས་བུ་ཚང་མ་རྫུན་མ་རེད་འདུག་ལས་ད་ལྟ་ངས་བརྗོད་ཡིན་པ་ས་ཁེངས་དྲུག་ཡེག་དུ་ཚོད་ནང་ལོགས་རྣམ་རྟོག་ཁོ་རང་རྫུན་མ་ལ་འཐུང་གི་རེད་མེད་ཅེ་ཅེ་འཕྲོག་ནི་འཕྲོག་རེད་མ་གཏོགས་ནུས་པ་ཁྱོད་ནི་མེད་མཁན་ཞིག་འཐུང་གི་རེད་ཟེར་གི་འདུག་ལབ་ཡིན་པ་ཟེར་གི་འདུག་ཟེར་མེད་ད་ཁོ་རང་བྲིས་ཞོག་དངོས་སུ་བྲིས་ཞོག་དེ་རེད། དེ་འདྲ་ཆགས་ཚར་དུས་དེ་ནས་འདི་ཡི་ཀུན་གྲུབ་རྫུན་པོ་ཁྱོས་སུ་མཐོང་འགྲོ་གི་ཡོད་རེད་དེ་འདི་དེ་ནས་རྒྱུ་འདྲ་མ་གཏོགས་མེད་པ་རེད་དེ་རེད་དེ་རྫོགས་དང་བྲལ་བ་རྟོགས་བཞིན་པར་ཡེ་ནས་རྟོགས་བཞིན་དུ་ཡང་ཀུན་རྫོབ་ཀྱི་ཆོས་འདི་དག་དང་ཀྱི་རྟེན་འབྲེལ་ལ་བལྟོས་ནས་སྣང་དེ་གའོ་ར་རྟེན་འབྲེལ་ལ་ད་རྟེན་གྱི་འབྲེལ་འབྱུང་སྲིད་དེ་ནས་རིང་པོ་ལ་བལྟོས་ནས་ཐུང་ངུ་ཐུང་ངུ་ལ་བལྟོས་ནས་རིང་པོ་གཡས་གཡོན་མདུན་རྒྱབ་གཙང་མ་བལྟོས་ནས་བརྟགས་པ་རེད་ཡོད་པ་དང་མེད་པ་ཟེར་ཡ་དེ་བལྟོས་ནས་བརྟགས་པ་ར

ད་ལྟའི་ཀྲང་ཡོན་པོ་སྲིད་འགྲོ་གི་དུས་བོད་ཟེར་དུས་སྤྱན་རས་བཟང་སྤྱོད་གསུམ་པའི་སྤྱོད་པ་དེ་རྒྱ་མཚོ་ལྟ་བུ་རེད་ཟེར་བསམ་གྱིས་མི་ཁྱབ་པ་རེད་བ་ད་བསམ་གྱིས་མི་ཁྱབ་པ་རེད་ཟེར་ཡ་དེ་རང་ངོས་ནས་བསམ་བློ་བཏང་བ་ཡིན་ན་རྣམ་རྟོག་མཐའ་མེད་རེད་བ་དུས་ཀྱི་གཉེན་པོ་མཐའ་མེད་དགོས་རེད་བ། ལྷག་པར་དུ་བཟང་སྤྱོད་གསུམ་པ་ལ་སྒྲུབ་རྒྱུ་གཅིག་མ་གཏོགས་ཡོད་མ་རེད་དངོས་གནས་བཟང་སྤྱོད་གསུམ་པ་ལ་སྒྲུབ་ས་གཅིག་མ་གཏོགས་ཡོད་མ་རེད་གཅིག་ཡོད་པ་དེ་གཞན་དོན་ཟེར་ཡ་རེད་བ་རང་དོན་ནི་དང་པོ་ནས་བློས་བཏང་དགོས་རེད་བ་ད་རང་གཞན་གྱི་དོན་གཉིས་མ་གཏོགས་ཡོད་མ་རེད་རང་གཞན་གྱི་དོན་བློས་བཏང་ཟེར་ན།

ད་ལྟ་དེ་དེ་ལབ་ཡོད་ཨ་ད་འདི་སོགས་ཐམས་ཅད་ད་ཅི་ཐང་ཡི་ཕག་དེ་འཁྲུལ་ན་ད་གོ་དོན་གཅིག་པ་རེད་དེ་ནས་དབུ་མ་འཇུག་པོ་ནང་ལོག་ནས་སོང་ནས་ཅི་ཐང་སྦྱིན་པ་གཏོང་བ་དང་ཚུལ་ཁྲིམས་སྲུང་བ་དེ་སོགས་ཐམས་ཅད་ཟད་པ་ཡིན་ན་ཡང་ཡིན་ན་ཡང་བཟང་སྤྱོད་གསུམ་པོ་ཕར་ཟིན་ནང་ནས་རྩ་བ་ནས་འགྲོ་རོགས་བྱེད་གི་མ་རེད་ལབ་དོ་བཟང་སྤྱོད་གསུམ་པོ་ཕར་ཟིན་གི་གྲས་སུ་འགྲོ་བར་ཟད་པ་ལ་ཤེས་རབ་ཀྱི་དེ་ནས་ཕར་ཟིན་དྲུག་པ་ཤེས་རབ་ཀྱི་རྩིས་ཟིན་དགོས་རེད་དེ་ཡིན་དུས་དེ་ལ་དཔེ་བླངས་ནས་ཕར་ཟིན་དང་པོ་ལྔ་པོ་ནི་མིག་མེད་པ་ནང་བཞིན་མིག་ལོང་བ་འདྲ་བོ་རེད། དེའི་མིག་ལོང་བ་འདྲ་བོ་དེ་ད་ནི་ཕར་ཕྱིན་གྱི་གྲས་སུ་ཚུད་པར་བྱས་པ་ལ་ཤེས་རབ་ཀྱི་མིག་དེ་བླངས་ནས་དེ་ནི་རྡོ་ཡིན་ནི་དེ་ནི་ཕར་ཕྱིན་གྲོགས་ཀྱི་གྲས་སུ་ཚུད་ཀྱི་རེད་ལབ་འདུག་བ་དེ་ག་ཕར་ཕྱིན་གྲོགས་ཟེར་དགོས་པའི་རྒྱུ་མཚན་དེ་གང་ཆགས་པར་ཟེར་ན་ཁོ་བོ་ཕ་རོལ་དེ་ནི་དང་ཁྱེད་ད་བཟང་སྤྱོད་ཟིན་པ་བསམ་བློ་བཏང་བ་ཡིན་ན་སུས་ཀྱི་མཐའ་གཉིས་ཀྱི་ཕ་རོལ་ལ་འགྲོ་དགོས་རུང་བ།

དེ་ཀུན་རྫོབ་བྱང་ཆུབ་ཀྱི་སེམས་དེ་ཡང་ངས་འོག་ལ་བཤད་ཞུས་ཡང་དེ་ནི། སྐྱོན་བརྗོད་ཀྱི་རྗེས་སུ་འབྲངས་ནས་འགྲོ་བར་འདོད་དང་འགྲོ་བ་ཡི་ཟེར་སྒྲ་ཇི་ལྟར་ཤེས་པ་ལྟར་ཟིན་ཅེས་བཤད་དེ། འོ་དེའི་གི་སྒོ་དེ་ནས་བཤད་ཞུས་ཡོད་ད་མདོར་ན་ཀུན་རྫོབ་བྱང་ཆུབ་ཀྱི་སེམས་དེ་ལ་ཟོར་གཉིས་དང་ལྡན་པ་ཟད་དོན་དམ་བྱང་ཆུབ་ཀྱི་སེམས་དེ་དེ་ནི་འཛིན་པ་ཐམས་ཅད་དང་བྲལ་བ་རང་བཞིན་ཆགས་དེ་ཡོད་རེད་དེ་དེ་དང་དུས་བསམ་གྱི་སེམས་ཀྱི་འཇུག་པ་འོང་ཞིག་ས་གཞན་ཞིག་དོན་དག་རྡོ་དང་འོ་དེ་ཀུན་རྫོབ་བྱང་ཆུབ་ཀྱི་སེམས་ཟེར་ཡ་དེ་ང་ཚོས་ད་ལྟ་ཡུལ་གྱི་ཤེས་པ་རེད་འདིའི་གི་སྒོ་ནས་བསམ་བློ་བཏང་བ་རེད། དོ་སྣང་བཟང་སྤྱོད་ཀྱི་སེམས་ཟེར་ཡ་དེ་དེ་ནི་ད་ལྟ་ང་ཚོས་ཀྱི་ཤིས་པ་འདི་དེ་ནི་ཅི་དེ་ར། དོན་དམ་བློའི་སྤྱོད་ཡུལ་མི་ཡིན་ལ་ར་ང་ཚོའི་བློ་འདི་མ་རེད་དེ་ཡི་གི་ཕར་ནང་དུ་ནི་འགྲོ་ཚར་འཇོག་དེ་རེད་དེ་རེད། དེ་ཡིན་དུས་དེའི་རྒྱུ་མཚན་ལ་བརྟེན་ནས་དེ་ནི་ང་ཚོའི་བློ་དེ་གཉིས་སྣང་ཅན་གྱི་ཤིས་པ་ར། དོན་དམ་ཟེར་ཡ་དེ་གཉིས་མི་ཡི་རི་བ་དེ་ཡིན་དུས་གཉིས་སྣང་ཅན་གྱི་ཤིས་པའི་གི་ངོ་ལ་གཉིས་མིན་ཞིག་དུས་ནམ་ཡང་སྣང་ཡ་མེད་རེད་དེ་རེད།

ད་འདི་གཉིས་ཟོང་དུ་འཇུག་པ་ཟིན་ཐོ་འགོད་ཡག་གི་རྒྱུ་མཚན་འོག་དེ་ད་འདི་འོག་ནས་བཤད་ཡོད་རེད་ད་ད་དེ་གི་ཁ་ཚང་ང་ཚོས་བཤད་ཡག་དེ་གཞི་དབུ་མ་བདེན་གཉིས་ཀྱི་རྣམ་བཞག་ཟེར་ཡག་དེ་རེད་ད་ད་རང་བདེན་པ་གཉིས་དེ་ད་ཤི་ནས་ཟེར་ཡག་དེ་ཟོང་དུ་འཇུག་པ་དབུ་མ་ཕྱི་ས་མཁན་ཟེར་ཡག་འདི་འདི་ལམ་དབུ་མ་ཚོགས་གཉིས་སུ་འཇོག་ཟེར་ཡག་དེ་རེད་ད་བཤད་རྒྱུ་གཙོ་བོ་དེ་ཟིན་ཐོ་ད་ང་ཚོས་དེ་ད་ལྷག་པར་ཟེར་དེ་ད་འདི་འབྲས་བུ་དབུ་མ་སྐུ་གཉིས་སུ་འཇོག་ཟེར་དེ་ལགས་རེད་དེ་རེད། ཨོ། དེ་ཡིན་དུས་དེ་ནི་ཡིད་དངོས་པོའི་གནས་ལུགས་དེ་བདེན་པ་གཉིས་ཀྱི་རྣམ་གཞག་ག་རེ་ཡོད་པ་ཧ་གོ་ནས་དེ་དང་མཐུན་པའི་གི་ལམ་ལ་ཞོག་ཡོང་དུས་དེ་དང་མཐུན་པའི་འབྲས་བུ་དེ་ཐོབ་འགྲོ་རུ་བ། དེ་ཐོབ་འགྲོ་དུས་དེ་ནི་དོན་དམ་བཟང་ཀུན་རྫོབ་བཟང་སྤྱོད་ཀྱི་སེམས་སུ་ཡ་ད་པས་རྩ་ཆེན་པོ་ཡན་དུ་ཡ་ད་གཟུགས་སྐུ་ཐོབ་ཟིན་གྱི་རྒྱུ་རེད། དེ་ནི་ག་སེ་ཀུན་རྫོབ་བཟང་སྤྱོད་ཀྱི་སེམས་ལ་འཇོག་པ་མཐར་ཟིན་པ་ཞིག་མེད་པས་ཡན་ན་འབྲས་བུ་གཟུགས་སྐུ་སེ་ཡ་ད་ནམ་ཡང་སྲིད་གི་མ་རེད།

དེ་ནི་སངས་རྒྱས་ཀྱི་ས་ནས་ཐོབ་པ་ཡང་རེད་འདིའི་ནང་ལོགས་ལ་དོན་དམ་བྱང་ཆུབ་ཀྱི་སེམས་ལ་ཟེར་ཡ་སྟོང་ཉིད་ཟབ་མོ་སྟོང་པ་ཉིད་སྤྲུལ་པ་དང་བྲལ་བ་དེ་དེ་ནས་ས་རྣམས་ཐོབ་ཟེར་བའི་གནས་སྐབས་སོགས་ལ་དང་པོ་དེ་ནི་བརྒྱུད་པ་ཙམ་མ་ཡིན་པར་མངོན་སུམ་དུ་རྟོགས་པ་ཟེར་དེ་ལ་རབ་ཀྱི་མཐར་ཟིན་པ་ཟེར་བའི་གནས་སྐབས་སོགས་ལ་དེ་ནི་ད་སྟོང་ཉིད་ཀྱི་སྟོང་ཐམས་ཅད་སྒྲིབ་སྒྲིབ་མངོན་སུམ་དུ་རྟོགས་པ་སངས་རྒྱས་ཀྱི་ས་ལ་རྟོགས་དེ་ཡང་དེ་ལས་ལྷག་པའོ་རེ་བསམ་ན་རབ་ཀྱི་མཐར་ཟིན་པས་དེའི་གནས་སྐབས་སོགས་ལ་སྒྲིབ་གསུམ་ཟེར་ཏེ་ཉོན་མོངས་པ་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་ཟེར་ཉོན་མོངས་པ་སྒྲིབ་པ་ཟེར་ཡ་དེ

དེ་ནས་ས་དང་པོ་བཅུ་གཉིས་ཀྱི་བདེན་པ་མངོན་སུམ་དུ་རྟོགས་པ་ད་ལྟའི་ཚ་བོ་རྩ་བ་གྲངས་བརྒྱད་ནི་སྤོང་ཟེར་གི། གཉེན་པོ་དེ་སྟོང་ཉིད་རྟོགས་པའི་བློ་མ་གཏོགས་ཡོད་མ་རེད་གཞན་དག་ཅི་རེད་སྤངས་ཐུབ་མ་རེད་གཞན་དག་འཇིག་རྟེན་པའི་ལམ་རེད། དེ་མིན་ང་ཚོས་གི་དཔལ་དད་ཀྱི་ནི་སྤྱོད་པ་ཡུངས་འབྱུང་གི་ཆུད་ཟད་ནས་དེ་ནས་ཞེ་སྡང་གི་གཉེན་པོ་ལ་བསམ་པ་སྒོམ་ཡང་དང་མི་རན་འདོད་ཆགས་ཀྱི་གཉེན་པོ་ལ་མི་རྟག་པ་སྒོམ་ཡང་ལ་སོགས་པ་དེ་ནི་མངོན་པར་མཛོད་དང་མཁས་མངོན་པར་མཁས་འཇོག་དུ་ཆུད་ནང་ལུགས་བཤད་ཡོད་དུ་སོང་འདྲ་བོ་ཡིན་ན་མགོ་རྣོ་སྲིད་ཐུབ་རེད།

ཁ་ལག་དེ་མེད་དུས་སྐམ་པོ་སྐམ་སྐྱོང་ཆགས་ནས་དཔེ་མེད་སྐམ་སྐྱོང་སྤྲང་མོ་ཆགས་དེ་པོ་སྐད་ཆ་བཤད་མདོག་མ་གཏོགས་ད་རྒྱག་པ་ཆགས་དེ་པོ་སྐད་ཆ་བཤད་མི་འདོག་དེ་དེ་ལ་སྟག་ཡོན་པོ་གནས་སྐབས་སུ་ལ་ཏན་ཏན་གཟུགས་པོ་དེ་ཉིད་ལ་ཁོ་རང་གཅིག་ཏུ་དགོད་གི་འདུག་དེ་ནི་ལུས་ལ་དེ་ནི་ཏིང་ངེ་འཛིན་ག་ཚད་མ་གུས་ག་ཚད་བརྗོད་ལ་སྐྱིད་པ་ཡེ་ནས་ལྷམ་དང་ཞི་ལྷག་གི་ཏིང་ངེ་འཛིན་སྐྱིད་པ་ཡེ་ནས་གཟུགས་པོ་ཚོ་ཟིལ་ལ་ཟེད་དེ་ངེས་པ་ཅན་དུ་གུས་འདུག་གུས་པ་རེད་འདུག་བ་སངས་རྒྱས་བཅོམ་ལྡན་འདས་ག་འདྲ་སྤྲང་མོ་རེད་དེ་ནི་ནད་རིང་རྩ་ནི་དྲང་དུ་དྲང་དུ་ཀ་བ་སྐྱེས་པའི་གནས་སྐབས་སུ་ལ་རུས་པ་སོ་ལ་ཤུན་པ་མ་གཏོགས་མ་ལྷག་པ་སྐད་ཆ་ང་ཚོས་བཤད་མདོག་མགོ་རུ་མོ་དེ་བྲི་སྡོད་ཀྱི་འདུག་བ།

དེ་ནས་ང་ཚོས་དཀར་ཚང་ནམ་ཚང་གི་ད་དང་པོ་སོར་སྟོང་གི་ཁོ་རང་དུག་གསུམ་ཅན་པ་ར་ད་དུག་གསུམ་ཅན་པ་ལ་རྣམ་པ་རྩ་བ་ཉིད་ནས་མེད་རྣམ་པ་རྩ་བ་ཉིད་ནས་མེད་ཁོང་ཚ་དུ་བུ་བཟང་ཆུ་གསུམ་པ་སྤྲང་མོ་རུ་བ་དེ་རེད་དེ་རྣམ་པ་ཁྱོན་ནས་མེད་ང་ལས་གཙོ་བ་ཡོད་རེད་དེ་རེད་ང་ལ་རྣམ་པ་ཁྱོན་ནས་མི་འདུག་ལ་དེ་ང་ལས་སྡུག་བ་ཡོད་གང་ཞེ་ན་ཁོང་སྤེའུ་འགོང་འདྲ་བོ་ཞིག་རེད་རོ་ང་ལ་སྤེའུ་ལས་གྲགས་བ་ཡོད་རེད་དེ་ཡོད་དེ་ཡོད་དེ་ཁོང་དང་པོ་དེ་ནས་གཡོ་མུག་གི་སྤུ་གུ་ར་ཨ་མ་དེ་དངོས་གནས་ཡིན་རྒྱུ་པོ་དེ་ད་ད་ཐག་རིང་པོ་རེད

མི་བརྗེད་པའི་ཆུ་སྐྱེས་བཟོ་ཤོག་རེད་དཔེར་ན་ད་ལྟ་གནས་སྐབས་ཚོད་ལ་དེ་ནས་ངས་ཤ་སྐྱེ་གི་ཡིན་ལབ་དུས་གནས་སྐབས་མ་བཟོས་པ་ཙམ་རེད་ཡང་ཉི་མ་གཅིག་ག་དུས་ཟ་ཡང་ཧ་གོ་གི་མ་རེད་དེ་མི་བརྗེད་པའི་ཆུ་སྐྱེས་མ་རེད་དཀོན་མཚམས་སྦྱར་དགོས་གི་རེད་ཉི་མ་གཅིག་ཡང་གནས་ཚང་འདྲ་བོ་ཞིག་གཅིག་མཚམས་སྦྱར་འདི་ཡང་ཤ་མིན་འདི་ད་ག་ལ་ཟ་གི་མིན་ཟེར་ཡང་ད་ལྟ་ཤ་ཡོད་ནི་ག་ལ་ཟ་གི་མིན་ལབ་འདོད་ཡང་རྗེས་མ་ཤ་མིན་ནི་ག་ལ་ཟ་གི་མིན་ཟེར་ཟ་ཤོག་གི་རེད་ཁོ་ཐག་རེད་དེ་ཐད་ད་ལྟ་འདིའི་ནང་དུ་ནི་ཚང་མ་མཚམས་སྦྱོར་བ་བཅས་སུ་དུ་ཡོངས་རྫོགས་སྤང་ཚར་བ་ཁས་བཅད་འདྲ་བ་མཚམས་སྦྱར་བ་བཅས་ཅན

སྐབས་དེ་ནས་སྐབས་སུ་གནས་སྟངས་མ་བརྩད་ཀྱི་གནས་སྟངས་ཡིན་པ་ཙམ་དུ་མ་བརྩད་པའི་གནས་སྟངས་ཁོ་རང་གི་སྟེང་ནས་ཀྱང་དེ་ནི་ཡ་དེ་ནི་མ་རེད་ད་དེ་ང་ཚོས་ལམ་ཚོགས་ཚོགས་སྒྲུབ་རྒྱང་ཟེར་པ་དེ་གའི་གི་མཐོང་དེ་གའི་གི་མཐོང་སྟངས་ཀྱི་སྟེང་ནས་ཀྱང་སྤྲོས་བྲལ་བསྟན་པའི་སྐྱིད་ཤོག་གི་ཡ་རེད་དེ་རེད་སྤྲོས་པ་མཐའ་དག་གི་དབེན་པར་ཟད་ནས་དེ་ནི་རང་སྟོང་ཆོས་ཀྱི་དགོངས་པ་ངེས་ཤེས་ཟེར་དུས་སྤྲོས་བྲལ་ཆགས་པ་རེད་བ།

དེ་རྟོགས་ཚད་ཆེ་བ་འགྲོ་གི་ཡོད་རེད། དེ་འགྲོ་སྟངས་དེ་གཉིས་ལ་གཉིས་ཡོད་འདུག་གཅིག་དེ་གཉིས་ནི་བསོད་ནམས་ཀྱི་དབང་གིས་རེད་འདུག་དེ་ནི་ད་ལྟ་ཁྱོད་ཞིག་ལ་བསོད་ནམས་ཞིག་བསྐྱེད་དགོས་ན་བཟང་ཕྱོགས་ཀྱི་སེམས་ལས་བསོད་ནམས་བསྐྱེད་ས་ཡོད་མ་རེད་ལབ་འདུག་དེ་དུས་དེ་ནི་དུས་ཀྱི་བསོད་ནམས་ཀྱི་དབང་གིས་དེ་ནི་བསོད་ནམས་ཀྱི་ཚོགས་རྫོགས་དེ་རྫོགས་པ་ལ་བརྟེན་ནས་སྟོང་ཉིད་རྟོགས་པ་བློ་དེ་དཔེ་མི་སྲིད་ཤོག་ཆེན་པོ་ཆགས་ཀྱི་ཡོད་རེད་དེ་འདྲ་ཞིག་ཡང་འགྲོ་གི་ཡོད་རེད།

བོ་བསྟན་དུ་འབད་མེད་ལྷུན་གྲུབ་ཏུ་འཇོག་ཞེས་འབད་བརྩོན་བྱེད་མི་དགོས་པར་རང་བཞིན་གྱིས་ཤར་འོད་འོར་དང། ང་ཚོས་ད་ལྟ་དཀའ་ལས་རྒྱག་དགོས་རེད་ཡར་ལངས་སྒོ་རྒྱོབ་ཟེར་དུས་ཡར་ལངས་སྒོ་རྒྱག་དགོས་རེད། དེ་སྲིད་སེམས་ཀྱི་སམ་རྟགས་ནི་བྱེད་དགོས་རེད་ཡིན་ནའི་གོང་དུ་སོ་སོའི་གོ་མར་འཇོག་ཞེས་དེ་ནི་ཆོས་ཀྱི་འཁོར་ལོ་བསྐོར་བ་སོགས་ཆོས་ཀྱི་འཁོར་ལོ་དེ་ཚོ་དང་འདྲ་མི་འདྲ་གཉིས་དེ་སྲིད་ནས་བསྐོར་ཞོག་གོ་རེད་བསྐོར་བ་སོགས་མཛད་ཆེན་གྱི་སྤྲུལ་པ་ལ་བསྔགས་བརྗོད་ནི་སྲིད་སྤྱི་དང་ཁོ་རང་གི་ངོ་ནས་སྤྲུལ་པ་ཡོད་མ་རེད་དེ་ཡིན་ནའི་དེ་འདྲའི་སྲིད་ནས་སྣང་འགྲོ་གི་ཡོད་རེད་ད་འདི། སངས་རྒྱས་ཀྱི་དེ་ནས་བཀོད་དེ་མ་བྱས་ད་ང་ཚོ་འོག་ནས་བཤད་ཆོག་གི་རེད་དེ་སངས་རྒྱས་ཁོ་རང་གི་རང་ངོ་ནི་སྤྲུལ་པ་དང་བྲལ་བ་རེད་དེ་རེད་དེ་སྣང་བ་རྩ་བ་ཉིད་མེད་པ་དེ་ནས་ཆོས་ཀྱི་སྐུ་སྤྲུལ་པ་ཐམས་ཅད་དང་བྲལ་བ་རང་བྱིན་རེད་ཡིན་ནས་ཡང་དེ་ནས་ད་སངས་རྒྱས་བདུད་རྩི་གི་ངོ་ལ་སྣང་བར་ཟད་པ་ལ་ཆོས་ཀྱི་སྐུ་ཡི་བྱིན་རླབས་དང་དེ་ནས་ལོག་པ་ལམ་དུས་ཀྱི་སྨོན་ལམ་དང་དེ་ནས་བདུད་རྩི་དག་པ་དེ་རྣམ་པ་གསུམ་ལ་བརྟེན་ནས་སྣང་རེ་ཟིན་དུ་མཐར་འདི་ན་བྲིས་འདུག་བ

དེ་ཡིན་དུས་དེའི་ནང་ནས་ཆོས་སྐུ་སྤྲུལ་སྐུ་ནི་མཛད་པ་བཅུ་གཉིས་ཀྱི་སྒོ་ནས་སེམས་ཅན་ལ་མཛད་པ་སྟོན་བདེ་སྟེ་ཡིན་ནས་མཛད་པ་བཅུ་གཉིས་ཀྱི་སྒོ་ནས་སེམས་ཅན་ལ་མཛད་པ་སྟོན་བདེ་ཡ་དེ་སངས་རྒྱས་ཕར་མོ་ཆེ་དང་ལྷག་པར་དུ་སངས་རྒྱས་ཤཱཀྱ་པད་ནི་ཐུབ་པ་གྱིས་མཛད་པ་དང་བསྟུན་ནས་བཤད་པ་རེད་ཟེར་ཡ། དེ་ནས་རྒྱལ་ཚབ་ཟམ་པ་མགོན་པོ་འདི་ཡན་ན་ཟམ་པ་ཏིང་ངེ་འཛིན་གྱི་ད་གཙོ་བོའི་གྱི་ཁྱད་ཆོས་དེ་ཟམ་པ་ཏིང་ངེ་འཛིན་འདི་ཟམ་པ་ཏིང་ངེ་འཛིན་ལས་བསྡུ་བ་མིན་ཟེར་བ་བསྡུ་བའི་བསྟོར་བ་དེ་ཡོད་མ་རེད་ཟེར།

ནི་མིའི་རྣམ་རྒྱལ་གྱི་ནང་ལོགས་ནས་བཤད་དུས་དེ་ནི་དངོས་གནས་བཀའ་དཔེ་ཆ་ཚོད་བཅུ་ལྟ་བ་བཞིན་དུ་བཤད་བསྡད་མཁན་བླ་མ་ཞིག་ཕེབས་བསྡད་ན་དེས་སངས་རྒྱས་ཤཱཀྱ་ཐུབ་པ་ཁོང་རང་མཛད་པ་བསྟན་པ་ཡིན་ལབ་ལོག་དེ་རེད། བླ་མ་གི་ཚོགས་དུ་བསྟན་པ་ཡིན་ཞེས་གཉིས་མིན་རྣམ་རྒྱལ་ནང་ནས་བྲིས་ཤིང་འདུག་དེ་ད་ག་ནང་གི་ངས་ལོག་འདུག་མདོ་སྨད་ནས་ཡར་མེད་ནས་བྲིས་མ་སོང་སྙིང་རྗེ་དཔེ་ཁག་ན་ཡོད་རེད་ཟེར་ལོག་ན་དྲང་ཞོག་རེད